བྱང་ཆུབ་སེམས་དེ་མདོར་བསྡུས་ན་རྣམ་པ་གཉིས་སུ་ཞེས་བྱ་སྟེ། བྱང་ཆུབ་མུན་པའི་སེམས་དང་ནི་བྱང་ཆུབ་འཇུག་པ་ཉིད་ཡིན་ནོ། ཟེར་རེ་དེ་ནི་གཟུགས་རྩ་ཆེན་པོའི་གསུང་དུ་བ་ལ། ཡུལ་གྱིས་བསྲུང་བ་མཛད་དེ་ནོ་བཞོ་སྙམ་པོ་དེ་ནི་འདི་རིང་དང་ང་དང་ཅོལ་ཆུང་གི་འདྲེ་ཤེད་པོ་ཞུས་ཏེ་ཉི་མ་བཅོ་ལྔའི་ཕྱིར་གོ་ལ། ད་ཉི་མ་བཅོ་ལྔའི་ནས་ཅི་སོང་སྐྱག་ཟེར་རེ་དང་པོ་དྲན་ཏོ་དེ་ནི་ང་དང་དྲན་སོ་དང་གོ་ཞེས་སོ་མ་ཁག་ཕྱི་མའི་ཆ་ནོག་པ། ཅེས་ཞུས་པ་ཡིན་ན་འདག་ས་ཚུད་པ་དེ་ནི་ཀོ་དུམ་བུ་དུམ་བུའོ་དེ་ནི་ང་དང་གཞུས་དང་དོ་ཟེར་ནི་དེ་ནི་རྡོག་རྡོག་གཅོག་མ་ཐུབ་པ་རུག་རུག་གཅོག་མ་ཐུབ་པ་དེ་ནི་ཡན་ཆད་ཆད chance ནོག་པ། དེ་པས་དེ་ནི་ང་དང་རུག་རུག་ཆོས་སེ་རྡོག་རྡོག་ཆོས་སེ་གུར་ཤཱས་པོ་ལ། དེ་ནི་དང་པོ་ང་དང་ཅི་ཞུགས་ཤཱས་ཨོག་ཞོ་མཉམ་པོ་ང་དང་ཐོབ་ཀ་ནི་མི་ལུས་པོ་ལ། དེ་ནི་སྐྱེ་བ་ངན་མ་ང་དེའི་སྐྱེ་བ་ངན་མས་དེ་ནི་ད་སེམས་ཅན་གཅིག་གི་དེ་ནི་མ་ག་ལེ་ཀཱས་པོ་དང་མཉམ་པོ་དེ་ནི་ང་དང་ཚོགས་བསགས་སྒྲིབ་པ་སྦྱངས། རྒྱ་ཆེན་པོ་ནས་ཞུས་པ་ཡིན་ན་དེ་ནི་ཚུལ་ཁྲིམས་རྣམ་པར་དག་པ་བཞི་གསུངས། དེ་ནི་ང་དང། མོ་གླང་དྲི་མ་མེད་པ། མཚམས་སྦྱར། སྤྱིན་སོགས་ཕ་རོལ་ཏུ་ཕྱིན་པའི་དཀྲོགས་གཅོད་སེལ་ཏེ་ཐུགས་ཀ་དེ་ནི་ང་དང་མི་ལུས་སུ་ཐོབ་ཤག་མ་བཀག་སྤོ་དང་མཉམ་པོ་ཐོབ་ཤག་བཞུ་ཟེར་ལྟོ་བཞུས། ད་ལྟའི་ཙོག་སེར་ནི་མི་ལུས་སུ་བཀག་སྤོ་དང་མཉམ་པོ་ཐོབ་ན་ཅི་གསུང་ཟེར་ཡིན་ན། དེ་ནི་ཡང་སྐྱོར་ལྟའི་ཙོག་མི་ལུས་སུ་ཐོབ་ཆོག་ལ་ང་དང། འབད་བརྩོན་བཅོལ་བརྩོན་མ་གཏོགས། དེ་ནི་ཉལ་བའི་ཙོག་ཤི་ལ་སོང་སྟངས་སྤེལ་ན་དེ་ནི་སྐྱེ་བ་འབུམ་ཕྲག་མང་པོ་དེ་ནི་ཡང་མཐར་མ་ཐོབ་པར་སྡུག་པོ་མྱོང་དགོས་ཟེར་ནོ། དེ་ནི་མི་ལུས་སུ་བརྒྱ་ལ་བརྒྱ་ལ་དགོངས་ནས་དགོངས་འདུག་ཆ་བཅོལ་ཚེ་དེ་ནི་ང་དང་བརྩོན་འགྲུས་སྐྱོ་དགོས་ཟེར་ནོ་ཟེར་ཏོ་བཞུས།

མ་ཟད་དེ་ནས་ཡང་ཅང་ཅིག་དབྱེ་བ་ཚང་མ་དེ་ནས་ང་དང་གདངས་ནས་དེ་ནས་བཞུགས་མཁན་ཚོགས་ལ་དེ་ནས་ཁོ་འབྲས་བུ་ཐེངས་མ་རེ་རེ་རེ་མ་ཏོག་བཏང་ང་མ་གནོངས་སོ། བྱང་ཆུབ་ཀྱི་སེམས་དེ་ནས་ང་དང་སྦྱངས་པ་ཡིན་ན་དེ་ནས་འབྲས་བུ་དེ་ནས་ཁོ་ཟད་མི་ཤེས་པ་གནོངས། དེ་ནས་མ་ཟད་དེ་ནས་སྡིག་པ་ཙམ་ཞིག་ཆེན་མོ་བཅོས་པ་ཡིན་ན་ཡང་དགེ་བ་ཙག་ཏག་ཐུབ་པ་མ་གནོངས་བྱང་ཆུབ་ཀྱི་སེམས་མེད་དེ་ནས་བདག་ཐུབ་པ་གནོངས་ཟེར་རེ་དེ་ནས་ང་དང། ནང་པ་སངས་རྒྱས་པའི་ཆོས་ཚེ་ནང་ལོགས་ཟེར་ན་འདྲ། དེ་ནི་ཆོས་བཤད་མཁན་གྱི་ཡིན་པ་ཡིན་ན་དེ་ནི་ནགས་སྤར་དོ་དེ་ནི་གོ། ང་དང་ཅང་ག་རྣམས་མོ་གོ་ས། རྒྱུ་དཔལ་འབྱོར་ཅང་བཏང་མོ་གོ་ས། དེ་ནི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་ཆོས་པ་ཡིན་ན་ཆོས་ཟེར་ནས་ཚང་མས་སྐྲག་ཤོག་ཅོར་ག་ལ། ཁ་ཅིག་ས་མས་བྱེད་འདུག་པ་ད་ང་དང་རྣོ་ག་ལ། དེ་ནི་ཆོས་བྱེད་ཚོས་སྡིག་པའི་བདག་བཙུགས་ཟེར་ན་དེ་ནི་གཟུགས་སྤོགས་བཀག་སྤེགས་བཏང།

དྲང་པོ་ཞུས་པ་ཡིན་ན་དེ་ནི་བྱང་ཆུབ་ཀྱི་སེམས་སྦྱང་གང་ཅི་ཡིན་པ་ན་ལྟོས་ཡོད་དགེ་བ་ཆེ་བཙོག་ཞིག་ཡིན་ནོ་ག་ལ་གཅིག་པུ་བྱང་ཆུབ་ཀྱི་སེམས་དང་མེད་པའི་དོགས་ན་ལ། དེ་ནི་བྱང་ཆུབ་ཀྱི་སེམས་ཡོད་པ་ཡིན་ན་ནི་དེ་ནི་བྱང་ཆུབ་ཀྱི་སེམས་པོ་སྦྱང་གང་པོ་དེ་དགེ་བ་ཆེ་ཡ་ནོ་སྡིག་པ་ལྟོས་བདག་སོང་སྐྱག་པོ་སྤྱང་གྲུང་སོང་ང་ན་གཞན་རོགས་ཅན་མ་སོང་སྐྱག། དེ་ནི་ཁོ། ད་ཆགས་ཆོས་མེད་བཙོག་དེ་ཚོ་གི་དེ་ནི་བུལ་དེ་ནི་ཅིག། ད་ནད་སྐོར་ཆུ་སྐོར་དེ་ཚོ་སོང་ས་ལ་ཡོད། ཨ་ནི་ནད་འཇལ་ཆོས་འཇལ་ཟེར་རེ་སོང་དེ་ཚང་མ་སོང་ག་ལས་དེ་ཚོ་སོང་འགྲོ་སོང་དེ་ཚོ་རྒྱབ་པས།

རྣམ་པ་གཉིས་སུ་ཤེས་བྱ་དེ་ཟད་མཉམ་པོ་དེའི་ཚུལ་གྱི་སྒོ་ནས་བཤད་པ་ཡིན་ན་རྣམ་པ་གཉིས་ཟད་བྱ་བཞི་སྟེ་ནོ་ལ། ཕྱིས་ནི་འོག་ཞོག་མཉམ་པོ་བྱང་ཆུབ་སྨོན་པའི་སེམས་དང་ནི་བྱང་ཆུབ་འཇུག་པ་གཉིས་ཡིན་ནོ་མོ་སེམས་དང་འཇུག་སེམས་གཉིས་ཟིན་ནོ་བཞི་བྱ་ལ། དག་ཡིན་ཚུལ་གྱི་སྒོ་ནས་བཞི་བྱ་བ་ཡིན་ན་ཟེར་ན་དེ་ནི་ཡང་སྒོ་ནས་ག་ཚུལ་ཡོད་བྱ་བཞི་མཉམ་པོ

ན་བཟའ་ཡི་གེ་དབྱིངས་ཚུལ་གྱི་སྒོ་ནས་དབྱེ་བ་གཉིས་བཞུགས་སུ་བཀྱག་དེ་ནི་ཡང་བྱང་ཆུབ་ཀྱི་སེམས་ཀྱི་ཆོས་ལ་ཧོར་ལ། དེ་ནི་ཚང་མ་རྒྱུད་ཆགས་ཀུན་ལྟ་ང་དང་མཁན་སྒོ་ཤར་བ་ཁག་ཆེན་མོ་ནོག་པ། ཏོ་གསུངས་པ་ཟེར་ནས་དེ་ནི་ང་དང་ཡང་བྱང་ཆུབ་སེམས་བཙལ་ན་མོ་སེམས་དང་འཇུག་སེམས་གཉིས་སུ་མ་གཏོགས་དེ་ནི་མི་རྒན་རྫོགས་ཤིག་གི་ལ་དེ་ནི་ང་དང་བསམ་བློ་མ་འདང་བྱས་བྱང་ཆུབ་སེམས་ལ་དབྱེ་བ་སྤི་དང་འདྲ་མི་འདྲ་ཡོད་དབྱིངས་ཚུལ་ཟེར་ངེས་པ་གང་ཚིག་བྱང་ཆུབ་ཀྱི་སེམས་ཡིན་པ་ཡིན་ན་ནི

གཉིས་ཀ་བྱང་ཆུབ་ཀྱི་སེམས་མ་ནོར་གཅིག་ཡིན་ནོ་ཟེར་དེ་སྣང་ནས། ཀུན་རྫོབ་བྱང་ཆུབ་ཀྱི་སེམས་དང་དོན་དམ་བྱང་ཆུབ་ཀྱི་སེམས་གཉིས་འགྱུར་བ་ལ། ཀུན་རྫོབ་བྱང་ཆུབ་ཀྱི་སེམས་ཟེར་གང་པོ་དེ་ནི་ང་དང་བྱང་ཆུབ་ཀྱི་སེམས་ཁོ་རང་བོ་ཐེག་ཆེན་ནི་སེམས་བསྐྱེད་ཟེར་ན་འདྲ་ཀུན་རྫོབ་བྱང་ཆུབ་ཀྱི་སེམས་ཟེར་ན་འདྲ་སྟེ་འོ་དེ་ནི་བྱང། ཨ་ལ། དེ་ནི་བྱང་ཆུབ་ཀྱི་སེམས་ཡང་ན་དེ་ནི་ཅི་དང་བྱང་ཆུབ་ཀྱི་སེམས་ཟེར་གང་པོ་ལ་ཐེག་པ་ཚང་མས་བྱང་ཆུབ་ཀྱི་སེམས་ཡོད་དེ་ནོག་པ་ཡིན་ན་ཡང་ང་དང་བྱང་ཆུབ་ཀྱི་སེམས་བྱང་ཆུབ་ཀྱི་སེམས་ཟེར་མིང་ཐོགས་རྒྱ་ལ།

དང་པོ་དེ་ནི་ང་དང་ཚོགས་སྦྱོར་གཉིས་ཟེར་དེ་ནི་སེམས་བསྐྱེད་ཅེས་བྱ་བ་དོ་ལ་དེ་ནི། ཅི་ཟེར་ན་མོས་པ་སྤྱོད་པའི་སེམས་བསྐྱེད་ཟེར་མཁན་ཚོགས་སོ། དེ་ནི་ས་དང་པོ་ནི་འདུན་པ་ཚོལ་བ་དེ་ནི། ལག་གསུམ་དག་པའི་སེམས་བསྐྱེད་ཟེར་མཁན་ཚོགས་སོ། ས་བདུན་པ་ནི་ས་བརྒྱད་པ་དགུ་པ་བཅུ་པ་ཚགས་པའི་སེམས་བསྐྱེད་ཅེས་བྱ་བ་དོ་ལ་དེ་ནི་རྣམ་པར་སྨིན་པའི་སེམས་བསྐྱེད་ཟེར་མཁན་སངས་རྒྱས་ཀྱི་སའི་སེམས་བསྐྱེད་པོ་ལ་སྒྲིབ་པ་སྤངས་པའི་སེམས་བསྐྱེད་ཟེར་མཁན་དེ་ཚོ་བ་དེ་ནི་དཔེ་ཆ་བརྒྱད་ཟེར། དེ་ནི་ང་དང། འགོ་བྱེད་ཀྱི་སྒོ་ནས་བས་པ་ཡིན་ན། དེ་ནི་གསུམ་ཕྱེད་བྱ་བའི་དོན་ནོ། སེམས་ཅན་ཐམས་ཅད་སངས་རྒྱས་ཏེ་དེ་ནི་སོ་སོ་སངས་རྒྱས་སེ་ཟེར་བའི་བསམ་པ་གཅིག།

དེ་ན་རྩོལ་བ་དཀྲོགས་ལ་བཞུགས་པ་ཡིན་ན། དེ་ནི་འདུན་པ་དང་ལྡན་པའི་སེམས་བསྐྱེད། དེ་ནི་བསམ་པ་དང་ལྡན་པའི་སེམས་བསྐྱེད། ལག་པའི་བསམ་པ་དང་ལྡན་པའི་སེམས་བསྐྱེད། དེ་ནི་རྩོལ་བ་སྦྱོར་བ་དང་ལྡན་པའི་སེམས་བསྐྱེད། དེ་ནི་ཕར་ཕྱིན་དྲུག་ལ་དེ་ནི་དྲུག་གི་སེམས་བསྐྱེད་འདུག་ག་ལ་སྦྱིན་པ་དང་ཚུར་འདྲེན་དང་བཟོད་པ་དེ་གཟུགས། དེ་ན་རྩོལ་བ་ཕར་ཕྱིན་བཅུ་ལ་བཞུགས་པ་ཡིན་ན། དེ་ནི་ཐབས་མཁས་དང་སྨོན་ལམ་དང་དེ་ནི་ང་དང། སྟོབས་དང་ཡེ་ཤེས་ཟེར་རེ་དེ་གཟུགས། དེ་ནི་ང་དང་བཞུགས་སྟངས་ན་བསྒྲིགས་སྟངས་ནོ།